དེ་རིང་གི་དེ་གཏམ་བཤད་གནང་མཁན་གསུམ་པ་དེ་ང་ཚོ། ལྷ་རུང་ལགས་བཅས་ལྷ་རུང་ལགས་ཀྱི་གཏམ་བཤད་གནང་ཡས་འདི། བོད་ཀྱི་དམངས་གཙོའི་སྐོར་ལས། བཙན་བྱོལ་བོད་མིའི་ལྟ་ཚུལ་དབྱིན་ཇི་ནང་ཞུས་པ་ཡིན་པ་ཡིན་ན Tibetan Diaspora's Perspective on the Tibetan Democracies ཞེས་ནས་ལྷ་རུང་ལགས་སྐར་མ་ཉི་ཤུ་ཕུན་སུམ་ཚོགས་ཞུས་རོགས་གྱིས། Hello སེང་གེ། ང་ཚོའི་བཙན་བྱོལ་མང་གཙོའི་མགོ་འཛུགས་བྱས་ད་ལྟ་བར་དུ་ལོ་དྲུག་ཅུ་རེ་བཞི་ཕྱིན་ཡོད་རེད། དེ་ནི་བོད་མི་རིགས་ཀྱི་བཅའ་ཁྲིམས་གཏན་སུ་ཕབ་བྱས་ནས་ལོ་གསུམ་སོ་གསུམ་ཞིག་གྲུབ་ཡོད་རེད། ཨ་ནི་སྐུ་མདུན་གྱིས་ད་ཆབ་སྲིད་ཀྱི་ཐུགས་འགན་ཆ་ཚང་ཞིག་མི་མང་གིས་འགོ་ཁྲིད་པའི་ཨ་ནི་སྲིད་སྐྱོང་ལ་རྩིས་ཕུལ་ནས་ལོ་བཅུ་གསུམ་ཞིག་འདུ་ཤེས་ཕྱིན་གྱི་ཡོད་རེད། དེ་བྱེད་དུས་འདས་པའི་ང་ཚོ་ད་བཙན་བྱོལ་ལ་གྱར་རྗེས་ཨ་ནི་མང་གཙོའི་གི་ལམ་སྲོལ་གསོལ་སྟོན་གནང། ལྷག་པར་དུ་ཨ་ནི་སྤྱི་ཚོགས་རེད་ཆབ་སྲིད་རེད་དཔལ་འབྱོར་རེད་མི་འབོར་གང་ཅིའི་ཐོག་ལ་ཡ་གྱོ་ཤུགས་ཆེན་པོ་ཅིག་ཕྱིན་བསྡད་ཡོད་རེད། དེ་བྱེད་དུས་ལྷག་པར་དུ་བོད་མི་རིགས་ལ་མ་དགའ་ཉེས་ཅིག་ཡིན་པ་ཡིན་ན། རྒྱ་རིན་པོ་ཆེ་གི་སྐུའི་མཛད་འཕྲིན་ལ་བར་ཆད་བཟོ་ཡ་དང་བོད་མི་སྒྲིག་འཛུགས་འདི་གི་ནུས་པ་ག་ཚོད་ཀྱི་ཆུང་དུ་བཏང་ཡ་གི་བསམ་བློ་བཏང་མཁན་ཞིག་ཏན་ཏན་ཡོང་གི་ཡོད་རེད་བོད་མི་རིགས་ལ་མ་ག་ཉིད་ཞིག་ཡིན་པ་ཡིན་ན་འདི་བྱེད་དུས་ཨ་ནི་ང་ཚོ་བོད་མི་སྒྲིག་འཛུགས་ད་ལྟའི་བོད་མི་སྒྲིག་འཛུགས་འདི་ཕྱི་ལོ་མ་བྱུང་གི་ལོ་བརྒྱ་དང་ཉི་ས་བདུན་སྔོན་ནས་ཨ་ནི་འདི་ནི་མ་གིའུ་ཞིག་ཨ་ནི་འདི་ནི་ས་སྐྱ་ཕག་ཕྲུག་རིན་སྤུངས་པ་སྡེ་བ་གཙང་པ་ཨ་ནི་དགའ་ལྡན་ཕོ་བྲང་གཞུང་བྱས་རྗེས་ད་ད་ལྟའི་ཆ་ལ་བོད་མི་མང་གཙོ། བོད་མི་སྒྲིག་འཛུགས་བྱས་རྗེས་ཨ་ནི་ད་ལྟའི་ཡོ་བདེ་བ་འདི་ཞིའུ་ཆིའི་གནད་འགག་ཆེན་པོ་ཞིག་ཆགས་བསྡད་ཡོད། བོད་མིའི་སྒྲིག་འཛུགས་འདི་ད་ལྟའི་ཆ་ལ་མང་གཙོའི་ལམ་ལུགས་ཐོག་ལ་ཕྱིན་གྱི་ཡོད་དུས་ཙམ་ལ་ཡ་མང་གཙོ་འདི་ག་ཚོད་ཀྱི་སྤུས་དག་ག་ཕྱིན་པ་ཡིན་པ་ན་དེ་ཙམ་གྱིས་ང་ཚོའི་སྒྲིག་འཛུགས་འདི་སྲ་བརྟན་ཡོང་ཡ་དང་བོད་མིའི་འཐབ་རྩོད་ལ་རང་བཞིན་གྱིས་ཕན་ཐོག་ཡོང་དགོས་པ་འདི་ཨ་ཅང་བརྗོད་མེད་རུ་ཆགས་བསྡད་ཡོད། དེ་བྱེད་དུས་ཨ་ནི་བོད་མི་མང་ཚུལ་གྱི་གོང་འཕེལ་ཡོང་ཡག་དང་ནི་ལེགས་བཅོས་ཡོང་ཡག་ཐོག་ལ་ཡང་མི་མང་མང་པོ་ཅིག་གི་འདས་པའི་ལོ་ཤས་རེ་སྙེ་མ་ནས་བྱས་ཤིག་བསམ་ཚུལ་མང་པོ་ཅིག་དོན་འདས་པ་རེད་འདི་བྱེད་དུས་ནི་ང་ཚོས་ད་ལྟ་བོད་མི་གི་བསམ་ཚུལ་བསྡུ་གླིང་གི་སྙན་ཐོ་བྱས་བྱས་ནི་གལ་ཆེན་པོ་སྲིད་ཅེས་དྲི་བ་ཕུད་རྗེས་དམངས་ཀྱི་བོད་མི་མང་ཚུལ་ཐོག་ལ་བསམ་ཚུལ་ག་རེ་འདུག་ལྟ་ཚུལ་ག་འདྲེ་འདུག་དེ་འདྲེ་བྱས་བྱས་ཞིབ་འཇུག་ཞུས་པ་ཡིན་དེ་ནས་སོང་ཙང་ད་རེས་ཀྱི་བརྗོད་གཞི་འདི་བདག་དབང་གི་རྨི་ལམ་ཙམ་མ་ཡིན་པ་ནི་ཅིག་དོན་དེ་གི་དངོས་ཡོད་གནས་ཚུལ་མ་འོངས་པའི་གཅིག་ཕུགས་ཀྱི་འཆར་སྣང་དང་འབྲེལ་བ་ཡོད་པའི་གི་གནད་དོན་ཆ་དེ་ཡོད་ཞོན་ཡིན་ཨཱ་ནི་ངའི་མིང་ལ་ལྷག་ལུང་ཞུ་གི་ཡོད་དེ་རིང་གི་ངས་དེ་གཏམ་བཤད་ཞུ་ཡ་དེ་ང་ཚོ། མང་གཙོ་དང་བགྲོ་གླེང་བྱེད་བྱེད་ང་ཚོ་རུ་ཁག་ཅིག་ཡོད་རེད་འདས་པའི་ལོ་ལྔའི་ནང་ལོ་ལ་བོད་མིའི་མང་གཙོ་འཕེལ་རིམ་རེད་ད་ག་ན་ཞིང་གི་བརྗོད་གཞི་འདྲ་མིན་སྣ་ཚོགས་ཐོག་ལ་ཡ་བགྲོ་གླེང་ཞུས་དང་ཞུ་བཞིན་པ་ཡིན་ཨཱ་ནི་ཞིབ་འཇུག་གི་མང་པོ་ཞུ་དེ་གི་ཡོད་དེ་ང་ཚོ་དྲ་ཚིགས་ནང་ཕྱིན་པ་ཡིན་པ་ན། ཅིག་དམངས་གཙོའི་ཐོག་ལ་གོ་རྟོགས་སྤེལ་ཡ་རེད། ལྷག་པར་དུ་ཨ་ནི་ཅིག་བགྲོ་གླེང་ཞུ་ཡ་རེད་དྲ་ཐོག་ནས་ད་ལྟ་བར་དུ་བགྲོ་གླེང་ཐེངས་བཅུ་དྲུག་ཟག་བྱས་ཨ་ནི། དམིགས་བསལ་གྱིས་ཁྲིམས་བཟོ་བ། བོད་མི་སྤྱི་འཐུས་རྣམ་པ་ཚོ་རེད། དེ་ནི་བཀའ་ཤག་དང་སྲིད་སྐྱོང་ལྷན་རྒྱས་རེད། ཨ་ནི་དམིགས་བསལ་གྱིས Scholars། ཆེད་ལས་པ། དེ་ནི་གསར་འགོད་པ། འཐབ་རྩོད་པ། མི་རིགས་འདྲ་མ་འདྲ་ལྟ་ཅིག། ཁྱི་ཆེ་ལས་པ་འདྲ་མ་འདྲ་མཉམ་དུ་ང་ཚོ་ལྟ་ཅིག་བོད་པའི་གི་མང་གཙོའི་ཐོག་ལ་ཤེས་ཡོན་རང་གི་ངོ་བོ་ཐོག་ནས་ཇུས་གཞི་འདྲ་མིན་ཐོག་ལ་བགྲོ་གླེང་ཞུས་དང་ཞུ་བཞིན་པ་ཡིན་ཞེས་ཞུ་ཡ་ཡིན། དེ་ནང་ལོགས་ནས་ད་ད་རེས་གི་ང་ཚོ་བོད་མི་མང་གཙོའི་ཐོག་ལ་ཡ་བོད་མི་གི་བསམ་ཚུལ་ག་འདྲ་འདུག་དེ་ཁོ་ཐོག་ལ་ཞུ་ཡ་དེ་ང་ཚོ་ད་ལོའི་ང་ཚོ་འགྲེམས་སྤེལ་བྱས་པའི་བོད་མིའི་བསམ་ཚུལ་བསྡུ་ལེན་གི་སྙན་ཐོ་དང་འབྲེལ་བ་ཡོད་པ་ཐོག་ནས་ང་ཚོ་ཞུ་ཞིག་ཡིན། སྙན་ཐོ་འདི་ལྟ་བུ་ཆགས་བཞག་པ་ཡིན་པ་ན་རྒྱལ་ཁབ་སུམ་ཅུ་ལྷག་ནས་བོད་མི་ཆིག་སྟོང་ལྷག་གིས་འདི་ནང་ལོགས་ལ་ལན་འདེབས་སྐྱོན་ཡོད་རེད། ཨ་ནི། ད་རེས་ཀྱི་ཉམས་ཞིབ་བྱེད་ཡ་འདི་ཁོ་རང་ཚོའི་ཀྱི་བསམ་ཚུལ་གཞི་བཞག་པའི་ཐོག་ནས་ང་ཚོ་ཉམས་ཞིབ་ཞུས་པ་འདི་སྙན་ཐོ་འདི་བཟོས་པ་ཞིག་ཡིན་ཞུས་ཡིན། ལན་འདེབས་པ་ཁོང་ནས་ཆ་བཞག་པ་ཡིན་པ་ན་ཕོ་མོ་གྱི་ཐོག་ནས་ནས་རེད་ལོ་ཚད་ཀྱི་ཐོག་ནས་ནས་རེད། ས་ཆ་སྡོད་ས་ཀྱི་ཐོག་ནས་ནས་རེད་ལྷག་པར་དུ་བོད་དུ་ཁམས་གསུམ་གྱི་ཨ་ནི་ཡུལ་མི་ཆ་ཚང་ཞིག་འདི་ནང་ལོགས་ལ་མཉམ་ཞུགས་ཡོད་ཞུས་ཡ་ཡིན། ཨ་ནི་དྲི་བ་ཆགས་བཞག་པ་ན་བོད་མིའི་སྒྲིག་འཛུགས་ཀྱི་སྒྲོམ་གཞི་དང་འབྲེལ་བའི་ཐོག་ནས་ང་ཚོས་དྲི་བ་ཁ་ཁ་ཤས་ཤིག་ཕུལ་ཡོད། སྲིད་བྱུས་དང་འབྲེལ་བའི་ཐོག་ནས་དྲི་བ་ཁ་ཤས་ཤིག་ཕུལ་ཡོད། ལྷག་པར་དུ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཨ་ནི་ང་ཚོ་སྤྱི་ཚོགས Polarize མ་བྱས་ཡ་ཆེད་དུ་དེ་འདྲས་ཀྱི་མ་ཡོང་ཡ་ཆེད་དུ་བསམ་ཚུལ་ག་རེ་ཡོད་མེད་དེ་འདྲས་ཀྱི་ཡང་དྲི་བ་དེ་འདྲས་ཕུལ་བཞག་ཡོད། དྲི་བ་ཉིད་བསལ་ཡང་བྱས་རྗེས་ཨ་ནི་སྙན་ཐོ་ཅིག་བཟོས་བཞག་ཡོད་རེད། འདི་ནང་ལོགས་ནས་ད་བརྗོད་གཞི་ཆ་ཚང་ག་ཕྱིན་པ་ཡིན་པ་ན་དུས་ཚོད་མང་པོ་ཞིག་འགོར་གི་ཡོད་ཚོད་མ་ལ་གནད་འགག་ཆེ་ཡ་ཅིག་ག་ཞེ་ཞིག་ཐོག་ལ་དུ་ཞིག་སྙན་ཐོ་འདི་དང་འབྲེལ་བའི་ཐོག་ནས་ཅིག་ཞུས་ན་དྲན། དང་པོ་འདི་ཆོས་སྲིད་ཟུང་འབྲེལ་ཟེར་ཡ་འདི་རེད་འདི་ནང་ལོགས་ལ་དྲི་བ་གཅིག་འདི་ང་ཚོ་ཁྱེད་རང་གི་བསམ་པ་ལ་ཡ་ང་ཚོའི་བོད་པའི་མང་གཙོའི་ལམ་ལུང་ནང་ལོགས་ལ་ཆོས་ཀྱི་སྒྲིག་འཛུགས་དང་ཆབ་སྲིད་ཀྱི་སྒྲིག་འཛུགས་གཉིས་འདི་ལོགས་སུ་དབྱེ་དགོས་བ་ཐུགས་འགུ་འདུ་བས་ལས་ཞེ་ང་ཚོ་དྲི་བ་ཅིག་ཕུལ་ཟེར་ཡོད་འདིའི་ཐོག་ལ་ཨ་ནི་བསམ་ཚུལ། ཡ། དཔུང་བོད་ནང་ལོགས་ནས་བརྒྱ་ཆ་བདུན་བཅུ་གིས་བོད་གི་མང་གཙོའི་ནང་ལོགས་ལམ་ལུགས་ནང་ལོགས་ལ་ཆབ་སྲིད་ཀྱི་སྒྲིག་འཛུགས་དང་ཆོས་ཀྱི་སྒྲིག་འཛུགས་གཉིས་དེ་ལོགས་སུ་དབྱེ་དགོས་ཀྱི་རེད་ཟེར་བཞིན་བརྒྱ་ཆ་བདུན་བཅུ་གིས་རྒྱབ་སྐྱོར་གནང་བཞག། ལྷག་པར་དུ། རྒྱ་རིན་པོ་ཆེ་གིས་ཉིས་སྟོང་བཅུ་གཉིས་ཀྱི་ཟླ་བ་དྲུག་པའི་ཚེས་གཅིག་ཉིན་རྡ་སྟེང་བོད་ཁྱིམ་བླ་བྲ་ནང་ལོགས་ལ་ཡ་ཨ་ནི་བཀའ་སློབ་ཕེབས་ཡོད་རེད། དེའི་ནང་ལོགས་ལ་ད་ལྟ་དེ་ཆོས་སྲིད་ཟུང་འབྲེལ་དང་འབྲེལ་བའི་ཐོག་ནས་འདི་ཉིན་དེ་སྐུ་མདུན་གྱིས་ཇི་མ་ཇི་བཞིན་གང་གསུངས་པ་དེ་ལུང་འདྲེན་ཞིག་མ་དེ་སྙིང་ཐུང་ན་ཡོད་པ་དེ་ཚིག་ཐོག་ལ་བབས་ཡོད། ཆོས་སྲིད་ཟུང་འབྲེལ་ཟེར་བ་འདི་ཆོས་ཀྱི་སྒྲིག་འཛུགས་དང་ཆབ་སྲིད་ཀྱི་སྒྲིག་འཛུགས་མཉམ་དུ་འགྲོ་ཡ་དེ་འགྲིག་གི་ཡོག་མ་རེད་དེ་ངེས་པར་དུ་ཐ་དད་དགོས་རེད་ཞེས་བཤད་ཨན་རྒྱ་མཚོས་དེ་བརྙན་ཐུང་དེ་གཟིགས་བ་ཡིན་པ་ནས་ད་ལྟ་གཟིགས་ཡས་ཡོག་རེད་དེ་སོང་ཙང་སྐུ་མདུན་ཡིན་པ་ནས་ཞེ་ནས་དྲོ་མོ་ནས་ཅིག་ཁ་སེའུ་ཞེའུ་ཞིག་གསུངས་གནང་ཤག་ཆོས་ཀྱི་སྒྲིག་འཛུགས་དང་ཆབ་སྲིད་ཀྱི་སྒྲིག་འཛུགས་གཉིས་དེ་ཡིན་ཇེམ་ཇེ་ཐ་དད་དགོས་རེད་ཡིན་པ་ཡིན་ནས། ཆབ་སྲིད་ཀྱི་ཐུགས་འགན་བཞེས་ཉིན་གྱི་མི་དེ་ཡི་ཀུན་སྤྱོད་དེ་ཆོས་ཕྱོགས་ཀྱི་ཐོག་ནས་འབྲེལ་བ་ཡོད་པའི་ཐོག་ནས་བཟང་སྤྱོད་དེ་ཡིན་གཅིག་མིན་གཅིག་སུ་ལ་ཡིན་ནས་སྒུག་ཡོད་རེད་འདི་གཅིག་ཁ་གསལ་བོ་གཅིག་གསུང་གནང་བཞག་འདི་གཅིག་ལུང་འདྲེན་གཅིག་ཞུ་ན་འཕྲན་སོང། ཆོས་སྲིད་ཟུང་འབྲེལ་བྱས་ཡ་དེ་ཆོས་ཀྱི་སྒྲིག་འཛུགས་དང་ཆབ་སྲིད་ཀྱི་སྒྲིག་འཛུགས་མཉམ་དོར་འདྲ་དེ་འགྲིག་ཡོད་མ་རེད་དེ་ངེས་པར་དུ་ཐ་དད་དགོས་རེད་ཆབ་སྲིད་ཀྱི་འགན་འཁྱི་ངེས་ཀྱི་མི་དེ་ཆོས་དད་ཡོད་པ་བྱུང་ན་ཡག་ཡོད་རེད།

འདི་ཚང་མ་ལ་ད་ཆོས་ཀྱི་སྒྲིག་འཛུགས་དང་ཆབ་སྲིད་ཀྱི་སྒྲིག་འཛུགས་གཉིས་འདི་ལོགས་སུ་དབྱེ་བ་དགོས་པའི་དཔེ་མཚོན་ཡག་ཤོས་གཅིག་འདི། རྒྱ་བོ་རིན་པོ་ཆེ་ཉིས་སྟོང་བཅུ་གཅིག་ལོ་ལ་ཡ་བོད་གཞུང་དགའ་ལྡན་ཕོ་བྲང་ད་མི་ལོ་སུམ་བརྒྱ་དྲུག་ཅུ་རེ་གུག་གིས་བོད་པའི་གི་ཆབ་སྲིད་ཀྱི་དབང་ཆ་ཡོད་པ་འདི་སྒྲིག་འཛུགས་ཡོད་པ་འདི་ད་མི་མང་གིས་དགའ་བཞིན་སྤྲོ་བཞིན་སྐུ་མདུན་གྱིས་ཉིས་སྟོང་བཅུ་གཅིག་ལོ་དུ་ཅིག་བརྩི་གནང་གནང་བ་རེད་འདི་ད་ང་ཚོ་ཆབ་སྲིད་ཀྱི་སྒྲིག་འཛུགས་དང་ཆོས་ཀྱི་སྒྲིག་འཛུགས་གཉིས་འདི། ད་ཅིག་ལོགས་སུ་དབྱེ་དགོས་པའི་དཔེ་མཚོན་ཡག་ཤོས་གཅིག་འདི་རེད་བསམ་གྱི་འདུག། ད་དྲི་བ་ཞིག་ག་རེ་ཡིན་གོ་ལ་ན། ད་ད་ལྟའི་ཡོད་པའི་གི་བོད་མི་སྤྱི་འཐུས་ལྷན་ཚོགས་ཀྱི་བསྒྲུབ་བྱ་ཡིན་པ་ནི་རེད། དེ་གའི་དེ་ནང་ལོགས་ལ་ང་ཚོ་སྤྱི་འཐུས་ཡོང་ཁུངས་ནང་ལོགས་ནི་ཆོས་ཀྱི་སྤྱི་འཐུས་འདི་ཨ་ནི་ས་སྐྱ་དང་དགེ་ལུགས་བཀའ་བརྒྱུད་རྙིང་མ་འབོད་མཆེད་པ་འདི་ཆོས་ཀྱི་སྒྲིག་འཛུགས་རེད་པས་ལ་ན་ཆོས་ཀྱི་སྒྲིག་འཛུགས་རེད། ད་དྲི་བ་དེ་གར་བྱུང་བ་ལེན་ན་གལ་སྲིད་ང་ཚོ་ཆོས་སྲིད་ཟུང་འབྲེལ་ཟེར་ཏེ Theocracy གྱི་འགྲོ་སྟངས་ཀྱི་ཐོག་ནས་ཆོས་ཀྱི་སྒྲིག་འཛུགས་དང་ཆབ་སྲིད་ཀྱི་སྒྲིག་འཛུགས་གཉིས་དེ་ལོག་ཨེ་ཡོད་དགོས་ཀྱི་ཡོད་རེད་ལབ་ན་ཡིན་པ་ན་ད་ལྟ་འདི་ལ་ང་ཚོ་དྲི་བ་རང་བཞིན་གྱིས་ཆགས་བསྡད་ཡོད་རེད། དེ་གཅིག་བྱུང་ནས Secular ཟེར་གྱི་དེ་གཅིག་ཆགས་བསྡད་ཡོད་རེད Secular། Secular Democracy དེའི་ནང་ལོགས་ལ་རྩོད་དོན་ཆེ་ཤོས་དེ་དེའི་ནང་ལོགས་ལ་དཔེར་ན་ཆ་ཤེས་ན།

འདྲེ་རྒོད་ཅིག་རེད་མ་རེད་ཟེར་འདི་རང་བཞིན་གྱི་མི་མང་གི་ནང་ལོགས་ལ་བསམ་ཚུལ་ཅིག་ཆགས་དགོས་འོ་རེད་ལ་རང་བཞིན་གྱི་འདི Secular Democracy གི་ཐོག་ནས་ཚང་མ་ལ་གཅིག་པ་ལྟ་ཡ་ཅིག་ཡིན་གཅིག་མིན་ཅིག་ཆགས་དགོས་ཅིག་རེད་བསམ་གི་འདུག་ཡིན་པས་ནི་ད་ལྟའི་ཆ་ལ་ཡིན་པ་ན་ང་ཚོ་བཅའ་ཁྲིམས་ནང་ལོགས་ལ་ཆོས་སྲིད་ཟུང་འབྲེལ་ཟེར་གྱི་ཚིག་དོན་འདི་ཐ་སྙད་འདི་ད་ལྟ་ཡིན་པ་ཡིན་ན་བཅའ་ཁྲིམས་གི་དོན་ཚིག་གསུམ་པའི་ནང་ལོགས་ལ་ཆབ་སྲིད་ཀྱི་རང་བཞིན་ནང་ལོགས་ལ་ད་ལྟའི་ནི་སེ་བདེ་བ་ཅིག་ཆགས་བསྡད་ཀྱི་འོ་རེད་ཨ་ནི། དོན་དང། དངོས་ཡོད་གནས་ཚུལ་གྱི་ལག་བསྟར་གྱི་ཐོག་ནས་ང་ཚོས་ཡོང་གི་ཡོད་རེད་ཡོད་མ་རེད་ཟེར་ཏེ་ང་ཚོ་རང་བཞིན་གྱིས་བགྲོ་གླེང་གི་གཞི་ཅིག་ཆགས་ཀྱི་རེད་བསམ་གྱི་འདུག་ད། དེ་ནས་བོད་མི་མང་གཙོའི་ནང་ནང་དང་གྲྭ་བཙུན་གྱིས་ང་ཚོ་ཅིག་ཁར་སོ་བར Representative འཐུས་ཚབ་ཀྱི་ཐོག་ལ་ཅིག་ཞུ་ན་དྲན། ང་ཚོས་ད་ལྟ་ཉམས་ཞིབ་བྱས་པའི་ནང་ལོགས་ལ། རྒྱ་གར་གྱི་བཙན་བྱོལ་སྤྱི་ཚོགས་ཆོས་རིག་ལས་ཁུངས་ཀྱི་ཁྱབ་ཁོངས་ནང་ཡོད་སྡོད་པའི་གི། དགོན་པ་ཐོ་འགོད་ཡོད་པ་འདི་ཉིས་བརྒྱ་དགུ་བཅུ་ལྷག་ཞིག་ཡོད་རེད། དེ་ནང་ལོགས་ནས་གྲི་མདའ་ཆགས་བཞག་པ་ཡིན་པ་ན་གྲྭ་བ་ཀྱི་མི་འབོར་འདི་སྟོང་ཕྲག་བཞི་བཅུ་ལྷག་ཞིག་འདུག་དེ་ནང་ནས་བོད་རིགས་ཡིན་པ་བོད་པ་ཡིན་པ་འདི་བརྒྱ་ཆ་ཉི་ཤུ་རྩ་དགུ་མ་གཏོགས་མི་འདུག་དེ་ཕྱིས་དུ་བརྒྱ་ཆ་ལ་མ་དཔག་པ་ཡིན་པ་ན། བོད་མི་འབུམ་གཅིག་དང་སྟོང་ཕྲག་ལྔ་བཅུ་ང་ཚོ་བཙན་བྱོལ་ནང་ལོགས་ལ་བརྩིས་ཀྱི་ཡོད་རེད་དེ་ནང་ལོགས་ནས་མ་ཕྱོགས་སྡོམ་བྱུས་ནས་བཞུགས་པ་ཡིན་པ་སྟོང་ཕྲག་བཅུ་གཅིག་སྟོང་ཕྲག་བཞི་བཅུ་ནས་བརྒྱ་ཆ་ཉི་ས་ཀུན་ལ་དཔག་པ་ཡིན་པ་ན་དྲ་བ་ཀྱི་གྲངས་འབོར་འདི་སྟོང་ཕྲག་བཅུ་གཅིག་དང་དྲུག་བརྒྱ་དུ་འཕེལ་གྱིོར། དེ་བཞིན་དུ་མི་འབོར་གྱི་ཐོག་ནས་མ་དཔག་པ་ཡིན་པ་ན་གྲྭ་བཙུན་གྱི་མི་འབོར་འདི་བོད་པ་བཙན་བྱོལ་ཁྱོན་ཡོངས་ཀྱི་མི་འབོར་ནས་བརྩིས་པ་ཡིན་པ་ན་བརྒྱ་ཆ་བདུན་དང་ཚགས་བདུན་གསུམ་རེད། ད་འདི་ནས་ང་ཚོ་ཆབ་སྲིད་ཀྱི་སྒྲིག་འཛུགས་ནང་ལོགས་ལ་འཐུས་ཚབ་ཀྱི་ཐོག་ནས་ཞབས་བཀྱག་གིས་བརྒྱ་ཆ་འདི་བསྐོར་བ་ཡིན་པ་ཡིན་ན། ཁྱོན་ཡོངས་ཀྱི་ཕྱི་དྲོ་ཞིབ་བཤེར་ཨང་ནང་ལོ་ནི་ཆུ་རྒྱུད་ཀྱི་ཕྱི་དྲོའི་ཁོ་རང། ཞིབ་བཤེར་ཨང་ནི་ཆུ་ཆགས་ཀྱི་འོར། དུས་གསུམ་པའི་བརྒྱ་ཆ། ཉུང་མཐའ་ལ་ཡང་བརྒྱ་ཆ་ཉི་ས་གཉིས་དང་ཚ་གཉིས་གཉིས་ཡོང་སྡིག་ཡོད་འོར། དེ་ནས། ཕྱི་དྲོའི་ལྷན་ཚོགས་ཀྱི་རྒྱུན་ལས་ནང་ལོ་ལ་ཕྱི་དྲོའི་རྒྱུན་ལས་ནང་ལོ་ལ་བཅུ་གཅིག་ནས་ལྔ་ཆ་ཚང་གཅིག་ཨ་ནི་ང་ཚོ་ད་ལྟ་ཆུ་རྒྱུད་གཅིག་ཏུ་ལ་བརྟེན་ཆགས་ཡོད་པ་རེད་ཞུ་རེད་དེ་བརྒྱ་ཆ་བསྐོར་བ་ཡིན་ན་བཞི་བཅུ་ཞེ་ལྔ་ལ་ཚ་བཞི་ལྔ་ཆགས་ཀྱི་ཡོད་རེད་དེ་གཅིག་ཏུ་གྲྭ་བཙུན་གྱི་བོད་པའི་གི་མང་གཙོའི་གི་སྒྲོམ་གཞི་ནང་ལོགས་ལ་མི་འབོར་དེ་བརྒྱ་ཆ་བདུན་དང་ཚ་བདུན་ལྔ་ཡོད་པ་ཡིན་ནས་སྒྲོམ་གཞི་ནང་ལོགས་ལ་གཅིག་ཏུ་ལྷན་ཚོགས་ཁོ་རང་ནང་ལོགས་བརྒྱ་ཆ་ཉི་ཤུ་རྩ་གཉིས་རྒྱུན་ལས་ནང་ལོགས་ལ་བརྒྱ་ཆ་བཞི་བཞི་ཞེ་ལྔ་ཡོད་པ་དེ་ངོ་ཤེས་དེ་འོས་པ་ཞིག་རེད་དེ་གྲངས་ཐོ་ཁོ་རང་ནང་ལོགས་ལ་དེ་བསྐོར་བ་ཡིན་པ་ན་དག་རང་དེ་ཁེལ་གྱི་ཡོད་རེད་འདི་ཕྱི་དུས་འདིའི་ཐོག་ལ་ཡང་ང་ཚོ་བགྲོ་གླེང་ཞིག་ཡོང་དགོས་ཀྱི་ཡོད་པ་དང་དྲི་བ་ཞིག་དང་བགྲོ་གླེང་ཞིག་ཏན་ཏན་སྤྱི་ཚོགས་ནང་ཡོང་བསྡད་ཀྱི་ཡོད་རེད། ཨ་ནི་གལ་སྲིད་ང་ཚོ་ཆོས་བརྒྱུད་གཅིག་སྡུད་དང་དེ་འདྲའི་ཞིག་མང་པོ་ཞིག་སེར་མོ་བ་དང་བཙུན་མ་རང་ངེས་ནས་སླེབས་དགོས་ཀྱི་ཡོད་པ་ཡིན་ན། འདི་མ་འོངས་པ་ལ་འོས་བསྡུའི་སྐབས་ལ་ད་ནི་འོས་བསྡུ་ཞག་གཉིས་ག་ཚོད་ཡོང་གི་རེད་ལུག་གཉིས་ག་ཚོད་ཡོང་གི་འོ་རེད། བོད་བོད་བོད་ཀྱི་གྲྭ་བ་རང་གི་གྲངས་འབོར་འདི་སྤྱི་ཚོགས་ཀྱི་མི་འབོར་ནང་ལོགས་ནས་ཉུང་དུ་འགྲོ་གི་འོ་རེད་བས་མང་དུ་འགྲོ་གི་འོ་རེད་ཟེར་ཏེ་དྲི་བ་རང་བཞིན་གྱིས་ཆགས་འདི་འོ་རེད་ཞུ་ཡིན། ད་འདི་ནི་དོན་ཚན་གཅིག་འདི་ཉམས་ཞིབ་ནང་ལོགས་ནས་ང་ཚོ་འོས་ཀྱི་ཐོབ་ཐང་གི་ཐོག་ནས་འོས་གྲངས་ཀྱི་ཐོབ་ཐང་གི་ཐོག་ནས་ང་ཚོ་དྲི་བ་གཅིག་ཕུལ་བཞག་ཡོད། ཨ་ནི་ཁྱེད་རང་གི་བསམ་པ་ལ་བོད་པ་ཚང་མ་ལོ་འོད་ཀྱི་ཐོབ་ཐང་འདི་འདྲ་མཉམ་དགོས་ཀྱི་རེད་ཟེར་ནས་ང་ཚོར་དྲི་བ་ཅིག་ཕུལ་བཞག་ཡོད། ད་ད་ལྟའི་གནས་བབ་ཀྱི་ཐོག་ནས་ཅིག་ཞུ་བ་ཡིན་པ་ན་དཔེར་ན། ད་ལྟའི་གཞི་བཞག་ས་ཚིགས་ཨོ་སྟྲོ་ལི་ཡ་ལ་གནས་སྡོད་ཀྱི་བོད་པ་ཅིག་ལ་ཆ་བཞག་པ་ཡིན་པ་ན་འོས་ཅི་ཡོད། ཡུ་རོབ་དང། ཨ་ནི་ལྷོ་བྱང་ཨ་མི་རི་ཀ་འདི་གཉིས་བོད་པ་ཆ་བཞག་ན་འོས་གཉིས་ཡོད་ཁོ་གཉིས་བར་བརྒྱ་ཆ་ཚན་བརྒྱ་ཆ་བརྒྱ་ཡི་ཁྱད་བ་ཡོད། ད་རྒྱ་བོད་འབྲུག་གསུམ་ན་དེ་གཉིས་བོད་པ་གཅིག་ཡིན་པར་བྱ་ཞེ་ན་དཔེར་ན་ང་འདྲ་བོ་ཆ་བྱ་བས་ན་འོད་བཅུ་གླུ་བའི་ཐོབ་ཐང་ཡིན་འདུག་ཚང་མ་ལ་བརྒྱ་ཆ་གཅིག་བརྒྱ་ཆ་དགུ་བརྒྱ་གིས་ཁྱེར་བ་ཡོད་ཨོ་སི་རེ་དེ་གཉིས་བོད་པ་འདི་དང་དེ་ནས་རྒྱའི་རྣམ་པ་ཚོ་ཆ་བྱ་བ་ཡིན་པ་ན་ཆོས་རྒྱུད་ནང་ལོགས་ལ་འོད་ཤུགས་འཕེན་ཆོལ་ཁ་ནང་ལོགས་ལ་འོད་ཤུགས་འཕེན་གྱི་ཡོད་འདུག་ཚང་མ་ལ་འོད་ཤུགས་བཅུ་གཉིས་བཅུ་གཉིས་ཡོད་འདི་ཕྱི་དུས་བརྒྱ་ཆ་ཨོ་སི་ཏྲོ་ལི་ཡ་གིས་བོད་པ་འདི་དང་བསྡུར་བ་ཡིན་པ་ཡིན་ན་གཅིག་སྟོང་བརྒྱ་གིས་ཁྱེར་བ་ཡོད་འདི་ཕྱི་དུས། བཅའ་ཁྲིམས་ཀྱི་ཁྱབ་ཁོངས་སུ་གཏོགས་པའི་བོད་པ་གཅིག་པ་རེ་དེ་ཆབ་སྲིད་ཀྱི་འོས་ཀྱི་ཐོབ་ཐང་གི་འདྲ་མཉམ་གཅིག་གི་ཐོག་ནས་བརྩིས་པ་ཡིན་པ་ན་ཧེ་བག་ཆེན་པོ་ཞིག་ཤོར་བསྡད་ཡོད། གཅིག་ཆེ་བ་ཡོད་རེད་གཉིས་ཆེ་བ་ཡོད་རེད་བཅུ་ཆེ་བ་ཡོད་རེད་བཅུ་གཉིས་ཆེ་བ་ཡོད་རེད། དེ་འདྲ་ཡིན་དུས་ཚང་མ་ལ་དམིགས་བསལ་གྱིས་སྐྱ་བོ་ང་རང་ལྟ་བུ་ཆགས་བཞིན་པ་ནི་དགེ་ལུགས་གཅིག་ཆགས་བསྡད་ཡོད། ང་ང་ཆོས་རྒྱུད་དགེ་ལུགས་ནས་རེད་ཡིན་པས་ནས་ང་ཆོས་རྒྱུད་ནང་ལ་འོས་བླུགས་འོས་ཀྱི་ཐོབ་ཐང་དེ་ཡོད་མ་རེད། ཡིན་བས་ནི་སྐྱ་བོ་འདི་ཟེར་དུས་ཚང་མ་ལ་སྐྱ་བོ་དེ་ཚོ་ཆུ་རྒྱུན་ནང་ལ་འོད་ཕེབས་མི་ཆོག་པའི་རྒྱུ་མཚན་ག་རེ་ཟེར་དེ་གས་ཡང་ང་ཚོ་ང་ཚོ་བགྲོ་གླེང་མང་པོ་ཞིག་ཡོང་སྡིགས་ཡོད་རེད་དེ་ཡང་དྲི་བ་རང་བྱེད་ཅི་ཡང་མེད་ན་ང་ཚོ་རྒྱུ་མཚན་ཅིག་ཡོད་པ་ན་དམིགས་བསལ་གྱི་རྒྱུ་མཚན་དེ་འདྲས་ཡོད་པ་ཅིག་ཡོད་པ་ན་ཡང་ང་ཚོ་བགྲོ་གླེང་བྱས་ཅིག་ཆགས་ཀྱི་རེད་བསམ་གྱི་འདུག་དེ་ཕྱི་དུས་ད་ལྟའི་གི་སྙན་ཐོ་འདི་ནང་ལོགས་ལ་བརྒྱ་ཆ་བརྒྱད་ཅུ་གྱ་དགུ་བསྡུ་བོད་ཁམས་སུ་ཕོ་མོ་ལོ་ཚད་དབྱེ་བ་མེད་པ་བརྒྱ་ཆ་བརྒྱད་ཅུ་གྱ་དགུ་གི་བོད་མི་ཚང་མ་ལོ་ལ་ཡང་འོས་ཤོག་གི་ཐོབ་ཐང་འདི་འདྲ་མཉམ་སྤྲད་དགོས་ཀྱི་རེད་ཟེར་གྱི་དོ་སྙིང་པོ་གསུང་གི་འདུག་འདི་རྒྱབ་སྐྱོར་ཤུགས་ཆེན་པོ་ཞུ་རེ་འདུག་འདི་གཅིག་སྙན་ཐོ་འདི་ཞུ་ན་བསམ། དེ་ནི་ང་རང་ཚོ་གི་འདི་སྙན་ཐོ་ཙམ་མ་རེད་འདི་ཉིས་སྟོང་བཅུ་དྲུག་ལོ་ལ་ཡང་བོད་མི་སྒྲིག་འཛུགས་ཁོ་རང་རང་གི། International Network of Parliamentarians on Tibet། ལ་ནི་ད་ལྟ་རྒྱལ་སྤྱིའི་གྱི་ད་ལྟ་གྲོས་ཚོགས་འཐུས་མི་གྱི་འཐུས་ཚབ་ཅིག་འོས་བསྡུ་རང་གི་ཆེད་དུ་རྟོག་ཞིབ་ཚོགས་ཆུང་ཅིག་ཉིས་སྟོང་བཅུ་དྲུག་ལོ་ལ་ང་ཚོ་བོད་མིའི་འོས་བསྡུའི་སྐབས་ལ་བཙུགས་གནང་བ་རེད། ཁོ་རང་ཚོས་གི་ཨ་ནི་འདིའི་ནང་ལོགས་ལ་ཞིབ་འཇུག་གནང་ཁོ་ཚོ་གི་ཉམས་ཞིབ་བྱེད་རྒྱུ་ནང་ལོགས་ནས་སྙན་ཐོ་ཞིག་བཏོན་གནང་ཡོད་རེད་ཉིས་སྟོང་བཅུ་དྲུག་སྐབས་ལ། འདི་ནང་ལོགས་ལ་ཡིན་པ་ཡིན་ནི་ཨ་ནི་འོད་ཀྱི་ཐོབ་ཐང་འདྲ་མཉམ་སྤྲད་དགོས་ཀྱི་ཡོད་རེད་ཟེར་འདི་འདི་ནང་ལོགས་ལ་སེའུ་སེའུ་ཏིང་ཏིང་ཏིང Universal Suffrage ལེར Suffrage ལེར་འོད་ཀྱི་ཐོབ་ཐང་འདི་འདྲ་མཉམ་གཅིག་པ་ཞིག་ཚང་མ་ལ་སྤྱི་སྙོམས་དགོས་ཀྱི་འདུག་ལན་ད་འདི་གཉིས་སེ་དོན་འདུས་ཞུ་བྱས་ཡོད་ར་དམིགས་བསལ་གྱིས་འདི་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ལྟ ICCPR ནང་ལོགས་ཆགས་བཞག་པ་ཡིན་པ་ཡིན་ན Article Twenty Five ནང་ལོགས་ལ་ཚང་མ་ལ་འོས་བསྡུ་གི་ཐོ་མཉམ་ཐོབ་ཐང་འདི་གྲངས་འབོར་འདི་འདྲ་མཉམ་སྤྲད་དགོས་ཀྱི་ཡོད་འདི་སེ་དོན་ཞུ་བ་ཞིག་བྱས་ཡོད་ར་འདི་ཅིག་ཞུ་ན་བསམ་ཡིན་པ་ཡིན་ནི། ད་ད་ནངས་མང་པོ་ཅིག་གི་གོ་ལོག་སྒྲུབ་ག་རེ་གནང་འདུག་ན་ན་ང་ཚོ་ད་བི་ན་དམིགས་བསལ་གྱི་ང་ཚོ Theocracy ཆོས་སྲིད་ཟུང་འབྲེལ་དགོས་ཀྱི་རེད་དགོས་ཀྱི་མ་རེད་ཟེར་ཡ་དང་ཨ་ནི་ལྷག་པར་དུ་འོས་བསྡུ་ཐོབ་ཐང་འདྲ་མཉམ་ཞུ་ཡོད་སྐབས་ལ་དེ་འགྱུར་བ་བཏང་དོན་མེད་པ་དེ་ཚོའི་གི་ད་གཅིག་བྱས་པ་ཡིན་པ་ན་རྐང་བཙུན་ནས་དེ་གོ་ལོག་བཟོ་གི་འདུག་འགྲེལ་ལོག་སྐྱོན་གནང་གི་འདུག་དེ་ང་ཚོ་འོས་ཀྱི་ཐོབ་ཐང་འདྲ་མཉམ་དགོས་རེད་ཟེར་དུ་ད་ཟེར་བའི་སྐབས་ལ་དགེ་འདུན་པ་རྣམ་པ་དང་ཆོས་ལ་དགག་པ་ཁྱོན་ནས་རྒྱག་གི་ཡོད་མ་རེད་དེ་གསལ་བོ་ཅིག་ཞུ་ན་བསམ། དཔེར་ན་ང་རང་ལྟ་བུ་ཆ་ཆེ་བ་ནི་ང་རང་ཨ་ཞང་དང་ཨ་ཁུ་དང་ལས་རོགས་དང་ཆ་ཚང་གཅིག་སྐུ་ཞོ་ཡིན་དེ་ངས་རྒྱུ་མཚན་འདི་ཞུ་དགོས་མིན་དང་དགག་པ་བསྐྱོན་དགོས་མིན་དང་བྱས་ཙང་ནང་གཅིག་ཕ་མ་སྤུན་ཚང་མ་འདྲ་མཉམ་སྐོར་ལ་ན་སྤུ་བོ་ཐོབ་ཐང་ཚང་མ་འདྲ་མཉམ་སྐོར་ཞུ་བར་མ་འདུག་གཞན་པ་གཅིག་ལ་དགག་པ་དང་གཞན་པ་གཅིག་ལ་སྐྱོན་བཙུགས་ཡ་དེ་ཞུ་གི་ཡོད་མ་རེད་འདི་གཅིག་གསལ་བོ་ཆེ་ཞུ་ན་བསམས། དེ་བྱེད་དུ་བསམས་ལ་ད་མཐའ་མ་དེ་ལ། རྒྱུ་ཆོས་བདག་གཉེར་འདི་ཁྲིམས་བཟོ་ལྷན་ཚོགས་ཆགས་ཀྱི་ཡོད་རེད། དེ་ནི་ཁྲིམས་བཟོ་ལྷན་ཚོགས་དེའི་ནང་ལོགས་ལ་ད་མི་མང་གི་བསམ་ཚུལ་ག་རེ་བཏོན་པ་ཡིན་ན་འགྱུར་བ་གཅིག་བཏང་ཡས་ཀྱི། དེ་ང་ཚོ་དུས་ལ་བབ་པ་ཡིན་པ་ནས་ཡིན་གཅིག་མིན་གཅིག་བཏང་དགོས་ཡས་དེ་གལ་ཆེན་པོ་མཐོང་གི་འདུག་ལྷག་པར་དུ་ད་རེས་ང་ཚོའི་བསམ་ཚུལ་བསྡུ་རིམ་ནང་ལོགས་ལ་སྒྲིག་འཛུགས་ཁག་ལ་ལྟ་ཚུལ་གཅིག་ཡས་བཀའ་འཁྲོལ་ཞུས་ཡོད། སྒྲིག་འཛུགས་ཁག་ལ་ད་བཀའ་ཤག་ཁྲིམས་ཞིབ་བོད་མིའི་གཞུང་འབྲེལ་མ་ཡིན་པའི་ཚོགས་པར་བོད་པའི་གསར་འགོད་པའི་གྲོས་ཚོགས་ལོས་ཙམ་མ་ལ་གྲོས་ཚོགས་འདི་ལ་བརྒྱ་ཆ་དྲུག་ཅུ་རེག་གསུམ་གྱི་མི་མང་གི་འདོད་པ་གང་གི་མི་འདུག་འདི་བྱེད་དུས་ཙམ་མ་ལ་འདི་ཡང་གནས་སྟངས་གཟི་གས་གལ་ཆེན་པོ་ཅིག་རེད་བསམ་གི་འདུག། དེ་བྱེད་དུས་ད་མཐར་དོན་འདི་ལ། ད་རེས་ཀྱི་ཞིབ་འཇུག་རེད་དུས་རྒྱུན་གྱི་ང་ཚོ་གི་ད་ཉམས་ཞིབ་བྱེད་པའི་གི་འདི་ནང་བགྲོ་གླེང་བྱེད་པའི་ནང་ལོགས་ནས། ཕྱོགས་བསྡོམས་ཞུ་ཡས་འགྲོ་འདི། བོད་པའི་གི་མང་གཙོའི་གི་ལམ་ལུགས་ནང་ལོགས་ལ་ཡ་ད་འདི་ཆ་ལ། དགོན་སྡེ་ཆོས་ཀྱི་སྒྲིག་འཛུགས་གི་ཐོག་ནས་ཆབ་སྲིད་ནང་ལོགས་ལ་ཐག་གཅོད་གནང་ཡ་དང་མགྲིན་ཚབ་བྱས་འདི། ཨིན་སྐད་ཐོག་ནས་ཞུ་བ་ན་འགྲོ་མི་ནན། ཁྱབ་ཆེས་ཆེན་པོ་ཡོད་པ་འདི་གསལ་བོ་བྱེད་རེ་བྱ། དེ་ནི་གཉིས་བ་འདི། ད་ནང་ང་ཚོ་མི་འབོར་གྱི་ཐོག་ནས་མང་པོ་ཞིག་ཕྱིར་རྒྱ་བོད་འབྲུག་གསུམ་ཕེབས་པའི་ཕྱི་རྒྱལ་ཁག་ལ་ཕེབས་ཀྱི་ཡོད་རེད། ཡིན་པ་ཡིན་ནའི་ཞབས་བཀྱག་གི་འགྲུལ་སྟངས་ཐོག་ནས་ཡིན་པ་ཡིན་ན་བརྒྱད་ཅུ་བརྒྱད་ཅུ་གྱ་དགུ་གཅིག་བསྡུས་ཞིབ་བྱེད་ཁང་ནས་ཞིབ་འཇུག་ཆ་ཚང་ཅིག་རྒྱ་བོད་འབྲུག་གསུམ་ན་ཡོད་པའི་བོད་པ་མང་དུ་བཀོད་ཐུབ་ཀྱི་ཡོད་མ་བརྒྱ་ཆ་བཅུ་གཅིག་བརྒྱ་ཆ་ལྔ་བཅུ་ཙམ་མི་བོ་ཕྱི་ལོགས་ལ་ཡོད་པ་ཡིན་པ་ཡིན་ནའི་བརྒྱ་ཆ་བཅུ་གཅིག་མང་དུ་བཀོད་ཐུབ་ཀྱི་ཡོད་མ་འདི་གའི་དེ་ཐོག་ལ་ཡིན་པ་ཡིན་ནའི་ང་ཚོ་ཡན་གྱ་བསམ་བློ་གཏང་དགོས་གལ་ཆེན་པོ་ཅིག་རེད་བསམ་གྱི་འདུག་དམིགས་བསལ་གྱི་དབྱིན་ཇིག་གི་ཚིག་ནང་ལ Inclusive ཟེར་ཡ་དེ། མཉམ་འདྲིས་ཞེས་ཡ་དེ། མི་སྐྱ་ཡིན་ནི་རེད། གཅིག་སེར་མོ་བ་ཡིན་པ་ཡིན་ནི་འོད་ཀྱི་ཐོབ་ཐང་འདྲ་མཉམ་སྤྲད་ཡག་དང་ལྷག་པར་དུ་ཆབ་སྲིད་ཀྱི་ཐག་གཅོད་བྱས་ཏེ་ནང་ལོག་ལ་ཚང་མ་གཅིག་པ་སྤྲད་དེ་གལ་ཆེན་པོ་ཞུ་སོང་གི་འདུག་དེ་ནས། སྤྱི་འཐུས་ལྷན་ཚོགས་ཀྱི་སྒྲུབ་བྱེད་ཐོག་ལ་ཡིན་པ་རེད་རྒྱུ་ལས་ཀྱི་སྒྲུབ་བྱེད་ཐོག་ལ་ཡིན་པ་ནས་དེ་ཐོག་ལ་དམིགས་བསལ་གྱི་ལེགས་བཅོས་བྱེད་དགོས་པའི་གལ་ཆེན་པོ་ད་ལྟ་འདིར་དུས་སུ་ཕབ་བྱས་བསམ་གི་འདུག་དེ་ནས་ཕྱོགས་བསྡོམས་གཅིག་ག་རེ་ཞུ་ཡོད་ས་བ་ཡིན་ན། བོད་པའི་ཆབ་སྲིད་དང་འབྲེལ་བ་ཡོད་ཀྱི་མང་གཙོ་དང་འབྲེལ་བ་ཡོད་པ་ཐོག་བའི་ཐོག་ནས་ཚིག་ཐ་སྙད་ཐོག་ལ་འགྲེལ་བརྗོད་སྐྱོན་ཡག་རེད། ཨ་ནི་ལྷག་པར་དུ་ཉམས་ཞིབ་བྱེད་པའི་རེད་བགྲོ་གླེང་བྱས་ཏེ་དཔེ་མི་སྲིད་མགོན་པོ་རེད་ཤག། ལྷག་པར་དུ་དེ་འདྲའི་བགྲོ་གླེང་དང་ཉམས་ཞིབ་བྱེད་པར་དཀའ་བ་ཡིན་པ་ཡིན་ནས་ཅིག་གིས། གང་ཟག་གི་རྒྱབ་ལྗོངས་དང་དེ་ལྟ་བ་མ་གཏོགས་དོན་དག་ལ་བལྟ་བྱེད་ང་ཚོ་བགྲོ་གླེང་བྱེད་ཡ་གི་གོམས་གཤིས་དང་དེ་འདྲའི་དཔེ་མགོན་པོ་རེད་ཤག་དམིགས་བསལ་གྱི་ཆབ་སྲིད་ཀྱི་ཐ་སྙད་དུ་ཚོ་ཐོག་ལ་འགྲེལ་བརྗོད་བྱས་དུ་ཚོ་ག་ཚོད་མང་མང་གི་འདི་བྱུང་ན་ཡག་ཡོད་རེད་བསམ་གི་འདུག་དེ་སོང་ཙང་ཨ་ནི། ད་དོན་དེ་ལ། མང་གཙོ་གི་ལམ་ལུགས་ནང་ལོགས་ལ་གཞུང་ལས་དམངས་གཙོ་བྱེད་ཀྱི་ཡོད་རེད་ཁྱེད་ཚང་དམངས་གཙོ་བྱེད་ཀྱི་ཡོད་ན་དམངས་ཀྱི་བསམ་ཚུལ་དེ་གལ་ཆེན་པོ་ཞེའུ་ཅིག་བརྩི་དགོས་བ་རེད་ཉུང་བ་དེ་ག་དུས་ནས་གལ་ཆེན་པོ་ཞེའུ་ཅིག་རེད་ཡིན་པ་ཡིན་པས་ནས་མང་གཙོ་གི་སྒྲོམ་གཞིག་གི་ལེགས་བཅོས་བྱེད་དགོས་ཀྱི་ཡོད་ན་དང་ཐག་གཅོད་ཞིག་གནང་དགོས་ཀྱི་ཡོད་ན་ཉུང་བ་དེ་གལ་ཆེན་པོ་རེད་དེ། ཉུང་བ་ལས་མང་བ་དེ་གཙོ་གཙོ་བ་བྱེད་དེ་བས་གལ་བས་གལ་ཆེན་པོ་རེད་བསམ་གྱི་འདུག་དེ་སོང་ཙང་མཐའ་དོན་དེ་ལ་ཡིན་པས་ནས་ཨ་ནི་འོས་ཀྱི་ཐོབ་ཐང་གི་ཐོག་ནས་འདྲ་མཉམ་ཡིན་པ་ཡིན་ནས་རེད། ཨ་ནི་བོད་མིའི་སྒྲིག་འཛུགས་ནང་ལོགས་ལ་ལེགས་བཅོས་ག་འདྲི་གནང་དགོས་ཀྱི་ཡོད་ན་མང་གཙོའི་ལམ་ལུགས་ལེགས་བཅོས་ག་འདྲི་གནང་དགོས་ཀྱི་ཡོད་པ་ཡིན་ན། མཁྲེགས་འཛིན་དང་རང་འདོད་ཀྱི་ད་ཅིག་བསམ་བློ་མ་ཡིན་པར་ང་ཚོ་ཡིད་ཆེས་དང་གུ་ཡངས་ཀྱི་ཐོག་ནས་ཨ་ནི་ཅིག་བསམ་བློ་ཞིག་བཏང་གནང་ཐུབ་པ་ཡིན་པ་ཡིན་ན་ཏན་ཏན་ང་ཚོ་ཨ་ནི་ཐུགས་ཕན་སུ་རེད་བསམ་གྱི་འདུག་ལའང་ཐུགས་ཞེ་གནང། ལོགས་སུ་ཐུགས་རྗེ་ཆེ།